ངས་ཇེས་བོད་ཡུལ་མི་ཀུན Namaskar། ནམ་ངས་མན་གི་བ་དེ་སྤེ་ར་ད་ང་ཞིག་དང་ངེ་ཞེས་སྐྱིད་ལ་ངེ་ཞེས་ནང་ཚང་སེ་ཐུས་མི་ཚུར་ལ་ཡོ་ང་ད་ང་ད་ངས་སྤེ་ར་ཆུང་ངུ་ཆུང་ངུ་མགུན་དཀའ་བོ་གཅིག་དང་གཅིག་གི་ཧྥེ་ཡ་ཅི་ཏོང་ཞིག་ལབས་སྟེ་ཆང་ནོག་མི་ཚེ་ན་ང་ཉམས་མྱོང་བརྒྱ་ལ་དང་ཐུ་བ་མི་ཚེ་མ་ང་བུ་བྱེད་སི་རྒྱུ་ཚན་རྒྱུ་ར་ནོག་ཨིན་ན་བོ་ཡིན་ནོག་མན་གི་བཱད། འདི་རིང། ཉིས་སྟོང་ཉི་ཤུ་རྩ་གཅིག་གི January རྫི། སྟེང་རྒྱུད་ཀྱི་བཞག་ཡིན་ནོག་ཅེ། ངེད་རང་ཨང། ང་ཙོག་ལ་བསམ་བློ་ས་ལེན་ཡོད་ད། བདག་ས་བཞག་ཁ་ཅིག་གིས་སྔོན་ལ། ཉིས་སྟོང་ཉི་ཤུ་རྩ་གཅིག་འགོ་གཟུགས་སོང་སྟེན་པིན། January རྫ་སྒང་པོ་བུ་ཀན་ཙོག་ཞིག། ཚོ་ར་མེད་རག་ཨིན་ན་བོ་ད། ཏུ་སེ་ཤུག་ཟེར་ར་ནོག་བཞག་ཁ་ཅིག་གིས་སྔོན་ལ། སྤེ་ར་ཙོག་ཚོ་ར་རག། ནམ་ང་ད་ངེས། གཅིག་དང་གཅིག་ག་བཀྲ་ཤིས་བདེ་ལེགས་དང་སྟན་པིན། དེ་སྟེང་ནས། ང་ད་ངེས། ལོ་རིར་བརྩིས། མ་ཀར་སན་ཀ་རན་ཏིར་བརྩིས། པོང་གལ་བི་ཧུར་བརྩིས། ཡུལ་ལས་ཁག་སོ་སའི་ནང་ང། དགའ་སྟོ་ནས་ཧི་ལིང་བཟོད་པིན། ཇན་ཝ་རི་ཚེས་ཉི་ཤུ་སག་སུ་མི་བཞག་ག། ང་ད་ངེས། ནེ་ཏཱ་ཇི་སུ་བྷ་སི་ཅཱན་དྲ་བོ་སེ་དམ་བཞག་གས་དགའ་སྟོ་ནས་ཚུར་ལར་བརྩིས།

ཁོང་ངའི་ལྭས་ཇོ་ཁ་ནས་བཀར་ནས་སུ་གཞི་གའི་མི་ཚེ་སྣ་ལྔ་བསྒྱུར་བཞག་ཡོངས་དེ་ཡིན་ནོག་ཡུལ་སྐད་ལ་ཁྱེར་དེ་ཡིན་ནོག་ཡང་ན་ཟླ་ནས་ལྭས་ཇོ་ཁན་ཨན་ཙང་ཧི་རོས་དགུན་ལ་པད་མའི་རྩི་བ་ཕུལ་བྱེད་ཚེ་ཀ་ལ་རྩིར་དཀར་པོ་ལོ་ཁ་གཅིག་གིས་སྔོན་ལ་རྒྱལ་ཁ་པའི་སྒོ་གཟུགས་བཅོས་ད་ལ་ནང་ཆ་རྨད་ལ་བོར་དེ་ཡིན་ནོག་ངེད་ཅག་ཚང་མ་ལ་བཞུ་བ་ཕུལ་ལ་ཁོང་དགོན་ནས་བསྐོར་ལ། ཁོང་དགོན་ལ་ཞབས་ཏོག་བླ་སྒང་དགོན་ནས་བསྐོར་ལ། མགར་མེད་རྒྱུ་མཛད། ནང་ཚང་སེར་ནང་ང་ཁོང་ངས་བསྐོར་ལ་སྤྲོ་བསྡུར་མཛད། གཟིགས་སང་ཨི་ཀ་ནས་ཙམ་ཞིག་ག་སྤོ་སྤ་ཐོབ་འདུག་ཨི་ནང་ཨི་ན་ལྫེ་ན་ང་ཀིར་ཀེ་རི་ཀ་ནང་ན་ཚུལ་རྒྱ་ལ་འབྱོར། ང་ད་ངའི

ང་ལྟ་ངའི། ཡོངས་བཅད་སྤྱན་ནས་དུ་ཟིན་ན་ང། རེ་བ་སོ་མ་དང་མཉམ་པོ་ཡོངས་བཅད་ཟིན་ནོ། ད་ལོའང། ང་ལྟ་ངའི། བརྩོན་འགྲུས་སྐྲག་པོ་བཅོས་སྟེ། ང་ལྟ་ངའི། ཁ་ཟླན་བཅོས་སྐམ་པོ་སྒྲུབ་བཅུག་བཅད་ཟིན་ནོ། ང་ལྟ་ངའི་རྒྱལ་ཁ་པོ། ད་རུའང་ཤུགས་སྤྱན་དང་མཉམ་པོ་རྒྱན་ལ་ཁྱེར་བཅད་ཟིན་ནོ། ངས་བཅད་པའི་ཡུལ་མི་དགོན། ད་ལོའི་མགོ་གཟུགས་བྱེད་སྟངས་མཉམ་པོ་ཀོ་རི་ནའི་རྒྱབ་སྒར་ལ། ང་ལྟ་ངའི་ལ་སིར་ཧ་ལམ་ཧ་ལམ་ལོ་གཅིག་སོང། ཀོ་རི་ནའི་རྒྱབ་སྒར་ལ། རྒྱ་གར་རེད་ལ་སི་ཧྲུལ་དཀར་མོ་སྤེལ་བཞིན་ཡིན་ནོག་དེ་སྣ་ཚོགས་ལ། ང་ལྟ་ངའི Vaccination Program པོ་འཇིག་རྟེན་ནས་ན་ང་སྤེལ་བཞུ་རྒྱུ་རེད་ནི་ནོག་དེ་རིང།

དེ་རིང། རྒྱ་ག་རེ། རང་བོ་ཅ་ནེ་སྤེ་བཞིག་ད་ད་ང་ནི་ནོག་པ། རྒྱ་ག་རེ། སྤ་ལེ་སྤེ་བཞིག་གི་ནོག། ན་མོ་ཨེབ་སི་ཀ། ཡུ་པི་ནེ། ཧི་མན་ཆུ་ཡ་ད་བའི། འདྲིས་ཏེ་འདུག། མེད་དིན་ཨིནྡིའི་བེག་སི་ནེ་མི་ཡི་ག་ནེ། སེམས་སེ་ན་ང། སེམས་ཤུག་སོ་མ་བཞིག་སྐེ་སི་ཏེ་རག། མ་དུ་རི་ནེ། ཀིར་ཏི་ཇི་འདྲིས་ཏེ་འདུག། ཁོ་ངའི། ཕྱིར་རྒྱ་ལེ་བྲོ་པ་རིག་ཡེ། ཁོ་ང་མེ་སེ་སྒྲིས་ཏེ་རྒྱ་གར་ལ་ཐུགས་རྗེ་ཆེ་ཞུས་འདུག་ཀིར་ཏི་ཇི་ཁྲོ་པ་ཀུ་ནས་ཁོ་ང་སྒྲིས་ཏེ་འདུག་རྒྱ་གར་རེ་ཀ་ཟུ་ག་ཀུ་ར་ནས་རྒྱབ་གར་ལ་ལ་སིར་ཧྲུལ་ཆེས་ལ་འཇིག་རྟེན་ལ་རོགས་དངས་དེ་ག་ནས་རྒྱ་ག་རེ་སྐོར་ལ་ཁོང་ཀུ་ནས་སེམས་ཚེ་ན་ང་བརྩི་བ་མ་ང་སོང་སྟེ་ནོག་ཀིར་ཏི་ཇི་ཡ་ཡུལ་ལེ་ཕི་ཡ

ག་ཙམ་ཞིག་དྭགས་པོ་སོང་སྲིད་ཡོད་དྲོ། ཀི་ལོ་མི་ཀྲར་སྟོང་མང་པའི་དྭགས་རི་ང། འཇིག་རྟེན་ནི་ན་བཟའ་དྭགས་རི་དགུན་ལ་ན་སྲིད་ཡོད་མཁན་དགུན་ལ། ར་མ་ཡ་ནས་སྐོར་ལ་རྒྱུས་རྒྱ་ལ་ཡོད་དེ་ནོག། ཁོ་ངའི་སེམས་ཀྱི་ཀ་ཁྱད་ཆེན་མོ་ཡོད་དེ་ནོག། ཨི་བོ་ང་ད་ངའི་ཤེས་བཞིག་གི་ཁྱད་ཆོས་ཟིན་ནོག།

བྱ་བྱེད་ཚེ་ངའི་སྤ་སྤེ་ཀ་ནས་སྤོ་སྤ་ཐོབ་ཟིན། དེ་ན་ཕི་ཡ། ཁོང་ཇན་བ་རི་ན་ང། ཁོང། ན་ས་ཞིག་གི་ཀ། སི་ཀ། སོང་ཟིན་ནོག། ཀ་བོ། མ་མིག་གསལ་ཅིག་འདུག་པིན། དེ་ན་ས་བོ་ཡིན་ནོག་ཁོང་ངའི་ཁང་པ་ནས

འབྲོག་གྲྭ་ར་ཇེན་དར་བར་ས་རྗེས་འབྲི་སྐ་ནས་དེབ་ཐོབ་ཁོ་ང་ཤ་རབ་གསལ་འདྲ་པར་ཐོབ་ཟེ་ནོག་བདེན་པ་རང་པྲིཡང་ཀ་རྗེས་ངེ་ར་ང་ཨི་ཉམས་མྱོང་པོ་གཞན་གུ་ནང་སྤོ་སྤ་སྐད་ཅུ་ག་ནོག་གྲོ་པ་གུན་ད་ལོ་ནས་བར་ལ་རྒྱ་ག་རི་ན་ང་རང་བ་ངས་ལོ་སྟོན་བདུན་བཅུ་བདུན་ལྔ་པའི་རྫ་སྒོ་རྩི་བྱེ་ཟིན་ནོག། ཨམ་རིད། མ་ཧཱ་ཨུད་སཱ་བྷ་སྒོ་གཟུགས་བཅོ་བྱེ་ཟིན་ནོག། ཨི་ཏུ་སེ་ན་ང། ང་དང་ངའི། མི། སྐ་ཏྲག་སྤྱན་དགོན་དང། འབྲེལ་ཏེ། ན་ས་ནས་རྒྱུད་བཅོ་བྱེ་སེ་ཏུ་སྐབས་བརྒྱ་ལ་བཞི་གིན་ནོག། ཀ་དགོན་ནས་བཞར་ཏེ་ང་དང་ང། རང་དབང་ཐོབ། ཁྲོ་དཔའ་དགུན། ང་དང་ངའི་རང་དབང་ངའི་ལ་སྒོལ་དང། བི་ཧ་རའི་སྤེ་ར་དང་ན། ངའི། ན་མོ་ཨེ་བསི་ཀ་ནེ། ལྟ་སི་ཀ་ནེ། བརྗོད་བྱ་བཞི་གའི་ཀ། གྲུ་ཟླུར་སྤྱོད་སྒོ་ཤི་ཟིན་ཨོག། མུན་སྒེར་ལ་སྡུག་གནས། རྒྱ་ཡེ་རམ་བི་བླ་ཅི། ང། ཏཱ་ར་པུ་རའི་སྐུ་གཤེགས་སྡེ་བ་སའི་སྐོར་ལ་བྲིས་ཏེ་འདུག་གཅིག་སྟོང་དགུ་བརྒྱ་སུམ་ཅུ་སོ་ལྔའི་ཧྥེ་རི་བ་རི་ཚེས་བཅོ་ལྔའི་བཞག་ཨ་ཡུ་ལེ་ལྡ་ཅན་ཁྱོགས་སྟོང་དགུ་ནས་སྡེ་བཞི་གི་ཀ་ཨང་རེ་སའི་སྤུན་མགོ་ལྕོག་སྟེ་གྲོང་ཤུགས་སྟེ་ཁོང་ངེད་སྐྱེན་གཅིག་གཅིག་རང་ཡིན་པིན་ཁོང་དགུ་ནས་བན་དེ་མ་ད་རམ་དང་བ་ར་དམ་གྱི་རྗེས་གཟེར་ཨིན་ཀུ་ཅོ་ཏང་ཨིན་ཡོད་པིན། ངས་ཁོང་ཡུལ་སྟོན་ལ་གྲོང་སྐམ་ཚང་མ་ལ་དྲ་སྒོ་བཞུད། ཡང་ཁོང་དགུན་ལ་སྤོ་སྤར་བརྩི་བ་དང་མཉམ་པོ་དྲ་སྒོ་བཞུད། ངས་རྒྱའི་རམ་བེབ་ལབ་རྗེས་ཐུགས་བཞེད་ཆེ་བཞུད། ཁོ་ངའི་ཨི་གཟུགས་ན་སྐབས་ཤིག་ཡུལ་ལས་བདུན་ལ་ཁྱོངས་ཏེ་ཡིན་ནོ། ཀ་བས་ཨི་ཟམ་སྤྲོ་བསྡུར་མ་ཆགས་ཡིན་ནོ། ཀ་བཟོ་གཅིག་ཆགས་དགོས་ཞེས་བརྗོད་པིན། ངས་བྱེས་པའི་ཡུལ་མི་དགུ་ནས་རྒྱ་གར་རེ་ཁག་ཚང་མ་ནས་ཁྲོམ་ཚང་མ་ནས་གྲོང་ཁྱེར་འགམ་ཡུལ་གུ་ནང་རང་དབང་འབར་བརྩོན་ཤུགས་ཞན་དང་མཉམ་པོ་ཧྲུལ་བསྟན་པིན་རྒྱ་གར་རེ་ཁག་ཚང་མ་ནས་དབྱི་ཙོག་སི་སྤོ་སྤ་དང་ཁུ་སྐྱན་གུན་སྐྱེས་སྟེ་ནོག་ག་གུ་ནས་རྒྱལ་ཁ་བའི་ཧྥེ་ཡ་རང་ངས་ཧྲོག་སལ་བསྟན་པིན

ངས་ཡུལ་ལས་གྲོངས་མི་ཚང་མ་དང་མིག་ས་ལས་ང་དང་ངའི་གཞོན་ནུ་གྲོགས་པ་ཀུན་ལ་ཞུ་བ་ཕུལ། ཁོ་ངོ་ནས་རྒྱལ་ཁ་བའི་རང་དབང་ངའི་ཧྥེ་ཕྱག་ལ་ཛད་དཀན་དགོན་ནས་སྐོར་ལ་རང་དབང་དང་འབྲེལ་ཏེ་ནཱ་སྐབས་དགོན་ནས་སྐོར་ལ་འདྲི་བྱེད་ལ་ཞུ་བ་ཕུལ།

ངས་ང་རང་ངའི་གཞོན་ནུ་ཁྲོ་པ་ཝུན་ལ་ཨི་ལ་སྒུ་ལའི་ཁག་བསྒྱུར་བྱས་སྟངས་རང་ངའི་ན་ང་ཁྱོད་ཡོད་གན་མ་ངའི་སང་མ་ང་ལག་ལེན་ན་ང་གྱོང་བྱས་ལ་བཞུ་བ་བུ་ལ་ཨི་བུ་དང་འབྲེལ་ཏེ་ལུར་རྒྱུ་སྒུན་ཡོན་ཏན་ལུན་ཁུང་སའི་བེབ་སའི་རི་ག་ནས་ཐོབ་བཅུག་བྱས་ཟིན་ནོག། ངས་ཅེས་པའི་ཡུལ་མི་ཀུན་མན་གྱི་སྦ་དེ་ན་ང་ཡུལ་ཁ་ཀུན་ལ་ཅི་ཐ་པོ་ཚོ་ར་ནོག་ཨི་པོ་ཉེ་ར་ང་མ་ང་ཐུག་རྒྱུ་བཟི་ནོག་ཨིན་ནང་ང་མན་གྱི་སྦ་དེ་ན་ང་ཚང་མེ་སང་དེ་མོ་ང་མ་མང་པོ་ཞིག་རྒྱུ་ཆ་ཅེས་ཞེས་བཤད་སྟངས་སིལ་ཅེས་ལ་ཐོབ་འདུག་ཕྱོགས་གཅིག་ནས་ཉེ་བཅར་ཚང་མ་དང་མཉམ་པོ་འབྲེལ་བྱེད་སའི་སྐབས་ཐོབ་འདུག་སུ་ཞིག་གི་བརྩོན་འགྲུས་སུ་ཞིག་ག་འདོད་པ་སུ་ཞིག་གི་ཡུལ་ལས་ཧྥེ་ཨ་ཅིག་ཇོ་ཇོ་སེ་འདོད་པ་ཨི་ཚང་མ་ང་ཨི་འཕྲོག་ཞུགས་འདུག་ཡང་ཤུགས་སྐྱེ་བཅུག་འདུག། ཧེ་དར་ར་བྷ་དེ་བྷ་ཡན་པ་ལི་ན་ངས་ཚོད་མ་མ་འདྲིས་ཀ་ཟུག་ག་ཁོ་རང་ངའི་བླ་སྒན་བཅོས་ནས་ནོག། དབྱི་བོ་སིལ་ཏེ་ང་མ་དྷར་པོ་སོང། ང་དང་ཚང་མས་མཐོང་སྟེ་ནོག་ཚོད་མའི་མ་འདི་དབུ་ནས་ན་ང་རྒྱུ་མཚན་སྣ་ཚོགས་ཤིག་གིས་བཞག་སྟེ། ཚོད་མ་མང་པོ་ཙོག་པོ་ཆགས་ནོག། དབྱི་ཀ། ཚོད་མ་དབུ་ནིང་དབྱི་འོས་ཨ་འོས་ལ་ཏིང་ཨ་ནོག་ཁྱིམ་ཙ་སྐ་ང་ནོག་ཨིན་ནང། བན་པ་ལི་ཚོད་མེད་མ་འདྲིས་ཐག་བཅད་དེ་ནོག། བཞག་ལྟུང་ངས་ཚོད་མ་བཙོང་ཁན་དགུན་ཨི་ན་བཟུ་བའི་ཕངས་དེ་མི་བྱ། ཚོད་མེད་མ་འདྲིས་དང་འབྲེལ་ཡོད་ཁན་དགུན་ནས་ཐག་བཅད་ཁན་ནང་བཞིན་དབྱི་བོ་ཁོང་ངས་ལོག་ཞུགས་བྱོས་བྱས་ཟིན་ནོག། ཀོ་ལ་ཆག་ཁན་ཚོད་མ་དགུན་ནས་ཁ་ནས་ལོག་ཞུགས་བྱོས་བྱོས་ཟིས་སྐོར་ལ་ངས་ར་ང་མ་ཚོད་ར་ཡོད་སྤྲོ། འདི་རིང་བོན་པ་ལི་མ་འདྲིས་ན་ང་དངོས་ནས་ཁྱིམ་ས་དགུན་ནས་དེ་རིང་ཡུང་ཝུའུ་བི་ངེ་ནི་ནོག་ཨིན་ན་ཁྱིམ་མཚེས་ཀ་ནས་རྒྱུ་ནོར་བསྒྱུར་བྱེད་རྩེ་ཐབས་ལམ་མི་ནོག་ཨིར་བ་བཞག་ཏུང་ཕལ་ཅེར་ཀྲན་ཧྲུའི་ཁྱིམ་ས་བི་ང་ནོག་ཡང་ཏའེ་གུན་པླན་ཅི་གི་ན་ང་ས་ག་ནོག་པླན་ནི་ཀ་ནས་བཞག་ཏུང་ཡུ་ནིད་ལྔ་བརྒྱད་ལོག་ཤུག་བི་ང་ནོག་ཡང་ཀེ་ལོ་སུམ་བཅུའི་བ་ཡོ་ཕིལ་སྒྲུ་བ་ནོག། ཨིན་ན་ལོ་གོ་དེ་ག་ནས་སབ་ཇི་མན་དྲི་ཨ་ཨོ་ཐོ་བ་ནོག་དེ་བ་ཡོ་ཕི་ལི་ག་ནས་མན་དྲི་གན་ཏྲི་ནི་ན་ང་དོན་དང་འགྲུ་བ་ནོག་དེ་ན་ཙོག་ཙི་ཁྱ་ཙར་ལས་ཅན་འཇིག་ཧ་རི་ཡ་ནས་པན་ཅ་ཀུ་ལས་བ་ཏྲོད་གམ་ཡོ་ལས་པན་ཅ་དེ་ན་ང་ཅོས་ཏིན་པིན་ཨི་ངས་དེ་ན་ང་ཆུ་ཐོན་སྐེ་དེ་སྐ་ལས་ཡོད་པིན

རྟའི་ཆུ་བོ་བཞི་ལྔ་དང་སྟེ། ཟུར་མོ་ནས་སྐྱོབ་བྱེད་བཟང་མཉམ་པོ། བཞི་ལྔའང་ཆུ་ཐོབ་རྩེ་ནོག། ཁྲོ་པ་དགུན། ཁོར་ཡུག་སྲུང་སྐྱོབ་གནས། ཡོངས་ཀྱི་ཐབས་ལམ་བིང་ཀ་ནས་སྐོར་ལ། སྤེལ་གཞིགས། ཨ་རུ་ན་ཅལ་ལི། དང་བ་ལྔ་གཟིགས་བཏུས། ཨ་རུ་ན་ཅལ་པར་དེ་སི། ཨི་རི་ཡུ་ལེ་ན་ལྔ། སྔོན་ནས་བར་ལ། མོན་ཤུ་གུ་གཟེར་ཀན་ཤུ་གུ་བཅོ་ནོག། ཨི་བོ། དབྱིལ་ལྗོངས་སེར་ཤུག། ཤིང་གཟེར་དཀར་ནད། ལྕང་མའི་པགས་སྤ། ཅོ་ཨ་ནོག། དེའི་ཕི་ཨ། དབྱིལ་ཤུག་ཅོ་ལྕེ་རྩི་ན་ང། ཅོ་སྨིང་རྫ་གཟིག། ཀོ་ལ་མ་ནོག། ཡང་ཁོར་ཡུག་དང་ཐུན་པ་ཨི་ནོག། གཞུང་བཞི་ག། དུ་གསུམ་མའི་ཐུན་སྐད་དེ་བཞག་སྟེ་རང་ཡུལ་ལའི་ཐུན་སྐད་པོ། མི་སྒྲུལ་བྱེད་ལ་ཐུག། ཨིན་ནང། ད་ཨིན་ན་ཡུ་ལེ་སྤྱི་ཚོགས་ཕན་བདེ་ཆགས་ལ་མཛད་མཁན་དགོན་པའི་ཨི་ལ་སྤོ་ཡང་སྐལ་བཟོ་བཅས་ཀྱི་འབར་བརྩོན་མཛད། འདག་ས་ཨི་རུ་ཨ་ཨ་དི་བ་སི་མི་རིགས་དགུན་ལ་ཚེ་སྤི་དང་ཐོ་བི་ནི་ནོག་ང་ཀེ་རེ་ལེ་ན་ང་ན་ཚུལ་ཞིག་མཐོང། དགའ་བའི་ང་ལྟ་མགུན་ལ་རང་ངས་ལཱས་གྷ་ནིས་སྐོར་ལ་ཨི་ཏུ་སྐུལ་འདུག་ཀེ་རེ་ལའི་ཀོ་ཏ་ཡ་མི་ནང་ང་ནང་བ་བོ་སྐྱོ་མོ་ཡོད་གན་མི་དགའ་པོ་ཞིག་འདུག་ཁོ་ངའི་མི་ང་ཨེ་ནེས་རཱས་པན་གཞོན་ནོག་ཁོང་པེ་ར་ལ་ཚི་ཚི་བཞད་སྟེ་སྒྲུལ་མ་ཐུབ་ཨེ་ནོག་ཁོ་ངས་སྔོན་མ་ལོ་ཁ་ཅིག་ནས་བར་ལ་ཆུ་འགྲོ་རྒྱུ་དེ

དེ་བཞག་དགུན་གཟིགས་ལྟེ་ནོག་ཨ་མེ་རི་ཀའི་སཱན་ཧྥ་རན་ཀི་ཟོའི་ནང་ང་བེང་ལུ་རི་བར་ལ་ནོན་སྟོབ་ཕླེད་པོ་རྒྱ་གར་རི་བུ་མོ་བཞི་གེ་ཧྲུལ་ལྟེ་ནོག་ཀི་ལོ་མི་ཀྲར་སྟོང་བཅུ་སྲང་མ་ང་སྒྲུལ་ཏེ་ཨི་ནམ་འདུས་བེ་སི་པ་ཉིས་བརྒྱ་ལག་བཟའམ་རྒྱ་གར་ལ་ཁྱོངས་ལྟེ་ནོག་ངེ་བཞག་དགུན་ནི་ཆི་བི་ཇན་བ་རི་པེ་རེ་ལྡེ་སྐབས་ནང་སྟག་འབོར་ལྟེ་ཡོར་འགྲོ་རྒྱ་གར་རི་ལུང་མ་ཧེ་རྣམ་དྲུག་ཧྲུལ་ཀན། བུ་མོ་གཉིས་ཤ་རབས་ལ་བོར་དེ་ཡིན་པིན། ས་ན་སྐ་གཟུགས་ཤིག་ནས་ཡིན་ནང་ཡུལ་ལས་བུ་མོ་དགུ་ནས་ཁག་ལས་ནས་ནི་ནོག། ཡིན་ནང་སྒམ་ཡུལ་ལས་རྒྱུ་བཞག་དགུ་ནས་ཁྲོས་མ་ལྔ་བཞིག་བི་ང་མི་འདུག་དེ་བྷྱ་དྷ་ལ་ནས་མན་གི་བྷ་དེ་ན་ང། མཱ་དྷྱ་པར་དེ་སི་འཇ་བལ་པུ་རི། ཁྲོས་སྒར་མེད་ཐུག་ཡིན་བསམས།

ཁོང་གི་ནིས་ཕམ་ལཱས་མ་གནས་ན་ཁོང་དགུན་ཚང་མ་ལོགས་སྟེ་ཁོ་རང་ངའི་རཱས་མིལ་དགུ་གཟུགས་བཅོས་བྱེད་སའི་ཐག་བཅད། དེ་ནང་ནས་མི་ན་ར་བ་རྡ་སིས་བུ་མོ་ཚང་མ་དང་མཉམ་པོ་རང་རོགས་སའི་ཚོགས་པ་ཞིག་བཙུགས། ཡང་ཚང་མ་ལོགས་སྟེ་པེ་ནེས་བསྡུས། ཡང། པེ་ནེས་ཉུང་ངུ་འཆ་དང།

ཏེ་ཡོང་གི་ག་ནས་མི་ན་ཇི་དང་ཁོ་ངའི་ཁྲོ་པ་འུ་ནས་ཚང་མས་ཚང་སྔོན་ལ་སྦས་ངའི་བུ་ལོན་སྐོར་བཅས་དང་ཁོ་རང་ངའི་ཚོང་ས་ཡར་སྐྱེད་བཏང་བཅས་སའི་གྲལ་རིགས་བཅོས་ནི་ནོག་ངས་བྱས་བུ་ཡུལ་མི་དགུན་གལ་ཏེ་ངེད་གཞའ་དགུན་ལ་བུ་དལ་ཁ་ནས་སྐོར་ལ་ཤར་ན་ངེད་གཞས་སེམས་ཟེར་ན་ང་ཅི་བསམ་པ་འཁོར་བཅས་རག་རྒྱལ་རབས་ལ་ཐུག་འདོད་འདོད་དཀའ་ནིས་ཨིལ་ལྗོངས་པོ་རཱ་ནི་ལགས་སྨི་སྦའི་དང་མཉམ་པོ་འདྲེ་ལིན་ཡང་ཁ་ཅི་གིས་སུན་དར་དང་ཤཱན་ཨོར་ཆེས་སྐོར་དགུན་ས་མིན་ཁ་ཅི་ག་ཨིལ་ལྗོངས་སི་ཚད་པ་དགུན་ཨི་ཏུ་ཡོང་ངིན་ཨིན་ནང་དང་འདི་རི་ང་ཨིར་བ་ཡང་སོ་སོ་ཞིག་ཆེ་འཇིག་ཡིན་ནོག་དཀའ་པོ་ཐད་པོ་ཅན་འཇིག་ཡིན་ནོག་ཡང། དགའ་བའི་སྐོར་ལ། ང་དང་སྔུན་ན་འགར་མེད་ཞེས་བསྒོས། སྔོན་མ་བཞག་དགུ་ནས་རིངས་ལ། རྒྱལ་མཚན་ནང་ང་རྫ་གཅིག་ཚུགས་པ། འགྲུལ་སྐྱེལ་ཅན། Strawberry Festival། དགུ་གཟུགས་སོང་སྟེ་ནོག། Strawberry། དང་འབུ་འདེད་མཁན་བཟས་ར་ཅིག། སུ་ཚང་མ་ཧ་ལས་འདུག། ཡིན་ནང། སྤེ་ར་དྲང་པོ་ཡིན་ནོག། ད་བུན་དལ་ཁ་ནས་ན་ང། བཞིན་པ་དེ་འདོད་པ་བེ་ལི་ནི་ནོག། དེ་ན་ང་མགུར་ལིན་ཅབ་ལ་ཟེར་ཀ་ནི་བོ་མེ། ལག་ཆེན་མོ་ཡོད་དེ་ནོག། ཁྲོམ་སི་སློབ་སྦྱོང་ཅོ་ཀན། གོ་མ་ཨི་བོ་མོ། ཁོ་རང་ངི་ཁང་པ་དང་སྟེང་ནས་བཞིན་ཡི་ཀ། སྤྲོ་བེ་རི་སྟོན་ཏོག་བ་དེ། རྒྱན་སི་ན་ང། སྤྲོ་བེ་རི་མིང་ཅ་ནི་ནོག་ཟེར་ཀ་ནི་ལོ་ཀེལ་སྟན།

ཀ། སྤྲོ་བི་རི་ཏུ་ཤི་གི་ཀ། རི་ཀ་མ་ནེ་ལྡ་ན་མེད་པིན། ད་དག་ས་ཀོ་ཅེ་པེ་མེ་ཚེ་ཀང་སི་མི་ནི་ནི་ནོག། བཞིང་བ་པ་གུན་ནེ་ཡོང་གོ་སི་པེ་ལེ་ནི་ནོག། ཀྲོ་པ་གུན་སྤྲོ་བི་རི་ཕེས་ཏི་ཝལ་ཙོག་ཙི་ལ་ཙིར་ཨི་ནོ་བེ་ཤན་ནེ་སི་པི་རིད་པོ་ཏ་སྔོན་ཅུ་ག་ནོག་ཉམས་པོ་ཨི་བོང་ཐོང་སི་ཏེ་ནོག་ང་ཐང་ངེ་རྒྱལ་ཁ་བེ་བཞིང་བ་དེ་ཁག་བཀའ་གཟུགས་ཀ་བཟོ་ཐབས་གསོ་མ་ལས་ནི་ནི་ནོག་ཁྲོ་བ་དགུན། བཞིན་བ་སྤོ་ཏུ་གསོ་མ་རྒྱུར་བཅུག་བཅས་ལ་བཞུ་ངེས་ལོ་ཐག་བཅའ་སྟེ་ནོག་ཡང་ལ་སིར་མང་པོ་ཞིག་ཧྲུ་ལས་ནི་ནོག་བཞུ་ངེས་བཙུན་འབྲུ་ད་རུ་ངང་ཆད་མེད་ལ་ལུས་ཤེས་ཟིན་ནོག་ངེས་བཅས་སྤོས་ཡུལ་མེ་དགུན་བཞག་ཁ་ཅིག་གིས་སྔོན་ལ་ང་བི་རིའུ་ཞིག་མཐོང་དེའི་བི་རིའུ་བོ

སྟེང་ནས། ཁོ་ངའི་བཞག་བཏུང་ཆུ་ཚོད་གཉིས་སྒུག་ནས་ག། པལ་ཏྲ་ཅི་ཏྲར་སྤྲད་ལེ་ན་ང་པན་ཏིང་ཅོས། ཁོ་ངའི་དབྱི་བོ་ལྡོག་སྒུག་ནས་ག། པན་ཅོས་དེ། དེ་དགུན་ཁོ་རང་ངའི། མཛའ་བོ་ཀུན་ལ་གིབ་ཅོས། ལོག་འགྲོ་ནས་རིང་ལ། ཁོ་ངའི་བུ་སྤྲད་ལེ་གང། པན་ཅོ་ཅེས་སྒུག་གཟུགས་ཅོས། ཁོ་ངའི་དབྱི་ཨ་རེ་ག། བག་ཤོ་བང་ཏྲ་འགྲིག་ཅོ་ཅེས་ཡིན་ནོག།

ངས་བྱེས་པའི་ཡུལ་མི་ཀུན་རྒྱ་གར་ནས་ཀི་ལོ་མི་ཀྲར་སྟོང་མང་པའི་ཐག་རིང་ང་རྒྱ་མཚོ་ཆེན་མོ་ཀུན་སྒོམས་ཏེ་རྒྱལ་ཁབ་ཅིག་གི་ནོག་དཀའ་བའི་མི་ང། སྤྱི་ལེ་གཞོན་ནོག་རྒྱ་གར་ནས་སྤྱི་ལེ་ལེབ་བྱེས་ལ་དུས་མང་པོ་སྒོ་ར་ནོག། ཡིན་ནང་རྒྱ་གར་རེ་ཤེས་རི་གའི་དྲི་བཞིན་དུས་རོང་དུས་མང་པའི་སྔོན་ལ་ལེབས་སུ་ཡོད་དེ་ནོག། ཡང་སྤེ་ར་ཁག་ཅག་འཇིགས

དང་སྟེང་ནོག། དེར་བ། November རེད་ཚེས་བཞི་བཞག་པོ། National གཡོག་འདྲེ་ཁྱབ་སྐྲག་ཅོ་སྟེང་ནོག། ངེད་རང་ངའི་བསམ་ཡང་བྱེད་ཟིན་ནོག། November རེད་ཚེས་བཞི་བོ་ཨི་གཟུགས་བཅད་ཡིན་ནོག། གཅིག་སྟོང་དགུ་བརྒྱ་དྲུག་བཅུ་རག་གཉིས November རེད་ཚེས་བཞི་བཞག་གཡོག་གེར་སོ་ན་སྟངས་པོ། ཧ་ཇོ་ར་ཧྥལ། ཨི་སྟྲ་རོས་ཨི་བཙུགས་སྟེ་ཨིན་པིན་ཨི་བཞག་པོ National Yoga Day ཁྱབ་བསྒྲགས་བྱོས་སྟེ་ཨི་སྟྲ་རྒྱ་ལྟ་དགུ་བཞོན་ནོག་ཅི་ལི་པར་ལི་མེན་བརྒྱུད་དེ་ཨི་བོ་མིག་ས་ལེ་རྩི་བ་ཡིན་ནོག་ག་བི་ཀ་རྒྱ་གར་པ་ཚང་མ་ལ་སྤལ་ངམ་ཚོ་ར་ནོག་ཅི་ལི་པར་ལི་མེན་དང་འབྲེལ་ཏེ་ཉེ་ར་ང་ཡང་སྤེ་ར་ཞི་གང་ཉེ་ར་ང་ལྡེ་མོ་ཚོ་རིན་ཅི་ལི་སི་ནེ་ཏྲེ་ཧྲི་འཛིན་བཞོན་པའི་ཚུར་ལ

ཉེ་བཞག་དང་མཉམ་པོ་སྤེ་ར་དང་ཅེས་ལ་བཞུ་བ་ཕུལ་ཏེ་འདུག་ཨེན་ནང་ཇཱན་བྷ་རི་ལྗེས་ཚེས་བཅོ་བརྒྱད་ནས་ཧྥེར་བྷེ་རི་ཚེས་བཅུ་བདུན་ཚུགས་པ་ང་དང་རྒྱལ་ཁ་བའི་ས་རག་སུ་རག་ཤལ་རྫ་ཡང་ན་རོད་སེབཏི་མཱན་རྫ་བཞི་རྩིས་ནི་ནོག་རྒྱལ་ཨ་མེས་སྐད་ངན་ང་དང་ངའི་རྒྱལ་ཁབ་གཅིག་པོ་མིན་པ་འཇིག་རྟེན་སྒང་པའི་སྐྱོ་མོ་དོན་རྩ་བཞི་བསྒྱུར་ཏེ་ཡོད་དེ་ནོག་འདི་རིང་རྒྱ་གར་ཨེ་ན་ང Road Safety སྐོར་ལ་གཞོལ་དང་མཉམ་པོ་རང་རང་བཟོ་རྩལ་དང་ཚོགས་སྤེལ་ཟླ་ནས་ཀ་སྣ་མང་པའི་ཐོག་ནས་བརྩོན་འགྲུས་བསྐྱོན་ཡིན་ནོ། མི་ཚེ་སྐྱོབ་བྱེད་ཚེ་ཡི་བརྩོན་འགྲུས་ཟིན་ན་ང་ང་དང་ཚང་མས་ཁག་ལེན་དགོས་ཤེས་ཟིན་ནོ། གྲོགས་པ་དགུན། ངེད་རང་ངའི་ནང་རྟགས་གསལ་དུ་ཡོད་འགྲོ Border Road Organization ཀ་བའི་རྒྱ་ལམ་བཅངས་ནོ།

Toll Plaza Waiting Time ཉུང་ངུ་བྱ་ཆེད་ནི་མོ་ཏོར་འཁོར་ལེ་གསར་བཟོ་མི་སྣ་ངང་ཧྲིལ་ཐབས་བྱ་ཆེད་ཡིན་ནོ། ཨི་ཀ་ནི་རྒྱལ་ཁབ་པའི་ཁྲོམ་མི་དབུ་ནས་པི་ནའི་སྐྱིར་མོ་བྱེ་བ་སྟོང་ཉི་ཤུ་ཟག་ཞིག་ཧྲིལ་ཐབས་བྱ་ཆེད་སའི་ཚོ་དེ་ནོ། ཡང་ན་པི་ནའི་ཧྲིལ་ཐབས་དང་ཏུའུ་སིའི་ཧྲིལ་ཐབས་ངས་ཚང་མ་ལ་ལམ་སྟོན་གནང། སྐར་སྤེལ་དུ་ཡོད་མཁན་ནང་བཞིན་སྦྲུལ་སྐྱེས་ལ་བཞུ་བ་ཕུལ་ལ། རང་ངའི་ནང་བརྟག་བོར་ཡང་གཞན་མའི་ཧྲོག་ཨང་སྐྱོ་བ་མཛད། ངས་སྐྱེས་པའི་ཡུལ་མི་དབུན་ང་ད་ངའི་དབྱེར་བ་གཟེར་སྐྱེས་ཤིག་ཡོང་འདུག་རྒྱལ་བུས་མདུན་ནུས་པ་བརྟེན་སྐམ་ཤ་བུར་བས་ཏེ་སྒར་དོན་བརྟག་པོ། ཐིག་སྤ་རེ་རེ་ཀ་ནས་ཟ་མ་སྒང་ཨ་ནོག་ང་ད་ངའི་བརྩོན་འགྲུས་རེ་རེ་ཀ་ནས་ང་ད་ངའི

ངེད་རང་ངེད་རང་ངེད་བཞུ་ལོན་ངེད་རང་ངེད་ཨ་དྲིའ་དཀར་མེད་དཀའ་ལས་མཇུག་ས་རྫ། རྟིང་མལ་རྫས་ན་ང་ང་དང་གཡང་སྐྱར་ཐུག་གིན། གཡང་སྐྱར་རྒྱ་ལིན། ཐུགས་རྗེ་ཆེ།